ད་ཞི་དོན་མེད་བྲལ། ཞི་བ་རང་བཞིན་གྱི་གྲོལ་ཟེར་ནས་སེམས་ཙམ་པོ་རིག་ཏུ་གསུངས། ཁྱོད་ཀྱི་ལུགས་ལྟར་ན་གལ་ཏེ་ཁམས་གསུམ་པོ་འདི་དག་རང་བཞིན་གྱིས་གྲུབ་པའི་སེམས་ཙམ་མོ་ཞེས་མཁྱེན་ནས་ཟེར། འོ་ད་སངས་རྒྱས་ཀྱི་གསུང་འདི་ལྟར་རྫོགས། ཁམས་གསུམ་པོ་འདི་དག་ད་རང་བཞིན་གྱིས་གྲུབ་པའི་སེམས་ཙམ་མོ་ཅི་ཡིན། འོ་དུ་མོ་མཁྱེན་ནས་དེ་ལྟར་ནི། ད་སངས་རྒྱས་ཀྱི་དེ་ཁས་མཁྱེན་ནས་དེ་ལྟར་ནི། གལ་ཏེ་འདི་དག་སེམས་ཙམ་ཞེས་མཁྱེན་ནས། དེ་ལས་གཟིགས་ནས་སྒྲོག་ཁུར་མཛད་ན་ནི། སླར་ཡང་བསྟན་ཏེ་བདག་ཉིད་ཆེན་པོའི་སེམས། གཏི་མུག་ལས་འདས་སྐྱེ་བོ་ཇི་སྲིད་གསུང། ཏི་ཏི་རུ། ཨོ་ཏི་རེ། ད་གམ་གསུམ་པོ་འདི་དག་རང་བཞིན་གྱིས་གྲུབ་པའི། སེམས་ཙམ་མོ་ཞེས་ཁྱེད་ནས་ཟིན་ད་སངས་རྒྱས་ཀྱི་ཏི་ཤས་ཁྱེད་ནས་ནི། ད་ས་བྱི་བའི་མདོ་དེ་ལས། ཕྱི་རོལ་གྱི་གཟུགས། འོ་ཡ་དགུ་ཧོར་མཛད་པ་དུ་མོ་ཡིན་ན་ཟེར་དང་འདིར་དགུ་ཧོར་མཛད་ན་ནི་ཟེར། འོ་ཡ་སེམས་རང་བཞིན་གྱིས་གྲུབ་པ་ཡིན་ནོ་དུ་རྒྱལ་བས་ཁྱེད་ནི་དད་དང་དད། ཕྱི་རོལ་གྱི་དོན། དགག་ནོ་ཡིན་ན་ཟེར་འདིར། འོ་ཡ། སླར་ཡང། ད་མདོ་རང་གི་ནང་གི་འོག་གི་ཟེར་ན། སླར་ཡང་ས་བྱི་བ་དེ་ལས། འོ་ཡ་ད་ས་བྱི་བའི་མདོ་དེ་ལས། བདག་ཉིད་ཆེན་པོ་སངས་རྒྱས་ཀྱིས། འོ་ཡ།

དང། སྔ་མ་སྔ་མ་ལ་བརྟེན་ནས་ད་ཕྱི་མ་ཕྱི་མར་འབྱུང་རྒྱུ་ཡིན་ནོ། འོ་ད་བྱེད་པོ། དེ་འདྲ་ཡིན་ནོ་ཇི་སྙེད་པ་ཡིན་གྱི་ན་ད་སྔ་མ་སྔ་མ་ལ་བརྟེན་ནས་ད་ཕྱི་མ་ཕྱི་མར་བྱུང་བ་ཡིན་ནོ། འོ་ད་དོན་དངོས་པོ་དེ་འདི་ན་དེ་འདྲ་ཡིན་ནོ་ད་དོན་དངོས་པོ། འོ་སངས་རྒྱས་ཀྱི་སེམས་རང་བཞིན་གྱི་གྲུབ་པ་ཡིན་ནོ་ད་ཁྱེད་ནས་དེ་དང་ད་ཕྱི་དོན་དགག་ནོ་དེ་ཡིན་དང་ན། དེའི་འོ་དེ་མ་ཐག་དེའང

གསུམ་པ་ནམ་མཁའི་རྒྱུད་དེབ་འདིའི་དུ་དང་མ་རིག་བར་འདུ་ཤེས་ཀྱི་འབྲས་བུར་གསུངས་ཀྱི། རང་གི་མཚན་ཉིད་ཀྱི་སྒྲུབ་པོ་ནི་མ་གསུངས་སོ་གཟིགས་མོད། འོག་ཏུ་དོན་གྲོགས་དེར། རང་གི་མཚན་ཉིད་ཀྱི་སྒྲུབ་པོ་རང་བཞིན་གྱི་སྒྲུབ་མོད་མ་གསུངས་གཟིགས་མོད། རྟེན་འབྱུང་དེ་ཡང་གསུངས་ལ་རང་གི་མཚན་ཉིད་ཀྱི་སྒྲུབ་པོ་ཡང་གསུངས་ན་ནི་གསུང་བའོ་ཁྲི་སེ་ན་དེ་གཉིས་ཀ་རང་གིས་སུ་བཞེད་པ་མི་སྲིད་པས།

ཨོ་ད་འདི་འདི་གི་འཛུམ་དང་འདི་གི་སྡུག་གཉིས་ཀ་འདི་གས་བྱས་ཀུ་ས་ར་ཡོང་གི། ཡང་གཞན་པ་གི་ཅིག། ཀི་ནས་ཉོན་མོངས་ཟུག་བསྐྱེད་རྟེན་འབྲེལ་ལུས་འབྱུང་ཟེར་ནས་མ་རིག་པའི་རྐྱེན་གྱིས་འདི་བྱེད་འདི་བྱེད་ཀྱི་རྐྱེན་གྱིས་ནང་ཤི་ཟེར་ཨོ་ད་གས། ཀི་ཉོན་ཟུག་བསྐྱེད་རྟེན་འབྲེལ་སྨྲ་རར་འབའ་བཞིན་དུ་སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་སོགས་འགོ་འདོགས་དེ་ཉིད་ན་ལུས་འབྱུང་ཟེར་ནས། ཨོ་ད། དགའ་ཤི་འབྱུང་ངོ་ཟེར་ན་དགའ་ཤི་སྟེ། གང་འབྱུང་བའི་འབྱུང་ཟེར་དོ་ན། སྐྱེ་བ་འབྱུང་བའི་འབྱུང། སྐྱེ་བ་སྟེ་སྲིད་པ། ཡོད་ན་ཡང་སྐྱེ་བ་འབྱུང་གི་ཟེར། དེ་ཡ་ར། ཀུན་ཉོན་སོགས་ཀྱི་རྟེན་འབྲེལ། འོག་ནས་ཡ་ར་འདས་གསོ་བསྟན་གྱི་ན། ཀུན་ཉོན་སོགས་ཀྱི་རྟེན་འབྲེལ། ལུགས་འདུག་ཟེར་ནས། ཡང་ན་ནམ་སང་སོགས་ཀྱི་མ་རིག་པ་འགགས་པས། འདུ་ཤེས་འགགས་འདུ་ཤེས་འགགས་པས་ནམ། ནམ་མཁའི་འགགས་ཟེར་དེ་ཁས་མ་རུང་ན། ནམ་སང་སོགས་ཀྱི་རྟེན་འབྲེལ་ལུགས་འབྱུང་ཟེར། ཡང། སྒ་ཤང་གི་སྐོར་སྒ་ཤི་དེ་གང་གི་དཔེ་འགག་ཟིན་ན་སྐྱེ་བ་འགག་མཁན་གྱི་སྐོར་ཟིན་ནས་དེ་ནས་ཡར་འདས་སུ་དེ་ལ་ཡང་རྣམ་སྲང་སོགས་ཀྱི་རྟེན་འབྲེལ་འདུག་འདུག་ཟེར་མོ་སེ་གོ་ས་ལ་ཡོད། ད་འདི་མ་རིག་པ་འགག་པས་འདི་ཤེས་འགག་འདི་ཤེས་འགག་པས་རྣམ་ཤེས་འགག་ཟེར་ནས་མ་ར་དི་ཤེས་སྤྲོད་འགོ་ནོ་དེ་ལ་ཡང་འདི་འདུག་འདུག་ཟེར་འདུག་འདུག་གི་དོན་སོ། འདུག་པས་ད། འགག་ནོ་འགག་ནོ་བ་དང་ནི་ད་དུང་ངོ་འགག་སོང་འགག་སོང་ན་ཉེ་བ་འགག་གྱུར་ནོ་ཉེ་བ་འགག་ཏུ་ན་སེམས་པ་འགག་གྱུར་ནོ། ཧོ་ད་འདི་ཅི་སུ་དགོས་ན་རེ། སྔ་མ་སྔ་མ་འགག་པས་ཕྱི་མ་ཕྱི་མ་འགག་པར་སྟོན་པ་དེ་ཉིད་ན་འབིགས་འགྲོའོ་ཟེར། སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་འབྱུང་བ་སྟོན་དགོས་ནོ་དེ་ལ་འབིགས་འབྱུང་ཟེར། ཧོ་ད་རེ། ད་མ་རིག་པ་མེད་ན་ནམ་མཁའི་ལྡོག་པ་དུ་འབིགས་ལྡོག་གིས་བསྟན་དགོས་གི་ཟེར་ས་ཅི་ཡིན་དུ་ན་ད་རྒྱུ་བ་རེ་རེ་བསྟན་དགོས། ཧོ་དེ་ལྟར་བསྟན་པའི་མཐར་ཟིན་ནོ་དེར། ཧོ་ད། ལྟད་མོ་འོས་ཐ་ན་ད་ཆེ་བོ་གིས་ན་ད་དེ་བརྟེན་དེ་ལྟར་འདུ་བྱེད་དུ་གྱུར་པ་ཉེ་བ་མང་བའི་སྐྱོན་ཆགས་ཤིང་མགོ་ཉེན་མེད་པ་དང་མ་སྐྱེས་པ་མ་འགགས་པར་སོ་སོར་རྟོགས་པ་ན་ཞེས་རྒྱས་པར་གསུངས་ཏེ། ད་དེ་ལྟར་འདུ་བྱེད་དུ་གྱུར་པ། དེ་ལྟར་འདུ་བྱེད་དུ་གྱུར་པ་ན་ད་འདིའི་སྐབས་ཀྱི་འདུ་བྱེད་འདི་འདུ་བྱེད་ལ་གོ་འདུ་བྱེད་ཀྱི་རྟེན་འབྲེལ། འོ་ད་སྔ་མ་སྔ་མ་ཡོད་ན་ཕྱི་མ་ཕྱི་མ་འབྱུང་བར་འགྱུར་བ། ཧོ་ཡ། ད། འདུ་བ་ལ་ལས་འདུ་ཤེས་འབྱུང་ཟེར་ནས་བྲལ་བ་ལས་འདུ་ཤེས་མི་འབྱུང་ཟེར་ནས། ཚོགས་པ་ལས་འདུ་ཤེས་འབྱུང་ཟེར་ནས། མ་ཚོགས་པ་ལས་མི་འབྱུང་ཟེར་ནས། ད་གང་ལྟར་ན། རྒྱུ་ཡོད་པ་ལས་འབྱུང་རྒྱུ་མིན་པས། མི་མཐུན་པའི་རྒྱུ་ལ་རྒྱུ་མེད་ལས་མི་འབྱུང། ཨོ་ད་དོན་ཐོག་ཏུ་གཏོང་དགོས། དེ་ལྟའི་འདུ་ཤེས་དེ་གྱུར་པ་ཟིན་པ།

ལོ་ཡང་ད་སངས་རྒྱས་ཀྱི་དུང་ནོ་དེ་ཉིད་ན་སངས་རྒྱས་ཀྱི་སྐུ་གཟུགས་ཚངས་དཔེ་གྱི་སྤྲས་པའི་སྐུ་གཟུགས་དུང་ནོ་འོ་སངས་རྒྱས་ཀྱི་གསུང་འཐད་ནོ་འོ་དུང་ངོ་ཟིག་གི་སྟེང་ནས་སངས་རྒྱས་དུང་ནོ་དུ་འབྱུང་མི་ཐུབ། སངས་རྒྱས་དུང་གོ་ནི་ཡིན་གཅིག་མི་གཉིས་སངས་རྒྱས་ཀྱི་གནས་ལུགས་དུ་མཐོང་ངོ། འོ་ཡང། ཞེས་རྒྱས་པར་གསུངས་ཏེ། དེ་ལྟར་ན་སེམས་དང་བཅས་པ་སུ་ཞིག་དེ་ཉིད་ལས་གསུངས་པའི་ལུང་མཐོང་ནས་ཟིན། འོ་དུམ་བུ་ས་བཅུ་བཅུ་བའི་མདོ་རང་ན་ད་ས་བོ་ཧེ་སོང་ངོ་ནོ་བོ་རྒྱུ་མཚན་གི་ད་སེམས་དང་བཅས་པ་སུ་ཞིག་གཟིགས་ནོ་ད་རྣམ་ཤེས་དང་ལྡན་པ་གཟིགས་ནོ་འོ་དེར་ད་སེམས་ལྡན་གཟིགས་ཡིན་དུ་ན་ད་རྣམ་ཤེས་དང་ལྡན་པ་གཟིགས་ཡིན་དུ་ན་བློ་དང་ལྡན་པ་གཟིགས་ཡིན་དུ་ན་ད་དེ་ཉིད་ལས་སོང་ཡི་ལུང་མཐོང་ནས་ཡིས་ཟིན་ས་བཅུ་ས་བཅུ་བའི་མདོ་དེ་ཉིད་ན་སོང་གོ་ནོ་གི་ལུང་འོ་ཡ།

རུ་ཁ་དྲུག་ཅུ་བ་ལས་ཀྱང་འཇིག་རྟེན་མ་རིག་རྐྱེན་ཅན་དུ་གང་ཕྱིར་རྫོགས་ཤིང་སངས་རྒྱས་གསུང་དེའི་ཕྱིར་ན་འཇིག་རྟེན་འདི་རྣམ་རྟོག་ཡིན་ཞེས་བྱས་མི་འཐད། མ་རིག་མགུ་བར་གྱུར་ན་ནི་གང་ཞིག་མགུ་བར་འགྱུར་བ་དེ་མི་ཤེས་པ་ལས་ཀུན་རྟོག་པར་ཇི་ལྟ་བར་ན་གསལ་མི་འགྱུར། ཞེས་གསུངས་ཏེ། རང་གི་ངོ་བོ་ཉིད་ཀྱིས་དྲིས་ན་གནས་ལུགས་སུ་དྲིས་པར་འགྱུར་ལ་དེའི་ཚེ་འཁྲུལ་བ་ལོག་པ་ན་གསལ་དུ་འགྲོ་དགོས་ཀྱི་རྟོགས་པར་མི་འགྱུར་རོ་ཞེས་པའི་དོན་ནོ།

ཏེ། འདི་རེད་ད་ནི་ལུས་ལ་ར་ལྟ་མོ་ཡིན་ནོ་འི་རྒྱུ་མཚན་གྱིས་ད་གཟུགས་ཀྱི་སངས་རྒྱས་བཅོམ་ལྡན་འདས་ཀྱིས་ར་དེ་ལྟར་གསུངས་མོ། འོ་ཏེ། དེའི་ཕྱིར་ན་ཟིན། དེའི་ཕྱིར་ན་འཇིག་རྟེན་འདི་རྣམ་རྟོག་ཡིན་ཞེས་བགྱི་མི་འཐད་ཟིན། དེའི་རྒྱུ་མཚན་གྱིས་ད་གནོད་བྱེད་ཀྱི་འཇིག་རྟེན་འདི་ཐམས་ཅད་པོ་ད་རང་བཞིན་གྱིས་མ་གྲུབ་པ། འོ་ཡ། མིང་སྐྱོན་དག་ཡོད་ཙམ་ཡིན་པ་ད་བགྱི་མི་འཐད་ཟིན་ནོ། འོ་ཏེ། རྣམ་རྟོག་ཡིན་ཞེས་བགྱི་མི་འཐད་ཟིན།

དེ་རེད། ད་འདི་ཚོའི་སྒོ་ནས་རེད། རྟེན་འབྲེལ་དེ་རིགས་རང་གི་ངོ་བོ་ཉིད་ཀྱིས་གྲུབ་ཚུལ་ན་ཞེས་གསུངས་ཏེ། རང་གི་ངོ་བོ་ཉིད་ཀྱིས་གྲུབ་ན་ཟེར་ནས། འོ་ཡ་རྟེན་འབྲེལ་མིན་ན་ནི་སྟེ་གྲུབ་མིན་ན་ནི། རང་གི་ངོ་བོ་ཉིད་ཀྱིས་གྲུབ་གསུངས་ན། གནས་ལུགས་མཐར་ཐུག་ཏུ་གྲུབ་དགོས། འོ་ཡ་གནས་ལུགས་མཐར་ཐུག་ཏུ་གྲུབ་དགོས། དེའི་ཚེ་འཁྲུལ་བ་ལོག་པ་ན་གསལ་དུ་འགྲོ་དགོས་ཀྱི། གནས་ལུགས་མཐར་ཐུག་ཡིན་དུ་ན། འཁྲུལ་བ་མ་རིག་པ་དུ་ལོག་གསུངས་ན། མ་རིག་པ་ལོག་གསུངས་ན། ཇི་སྲང་འཇོག་དགོས། འོ་ཡ། ད་རྟེན་འབྲེལ་ཡང་ལོ་ཇི་སྙེད་དུ་ཡིན་གྱི་ན་རང་བཞིན་གྱིས་གྲུབ་སོང་ན་ཨོ་ཡ། ད་མ་རིག་པ་ཁྲི་བ་དུ་ལོག་སོང་ན་ད་གསེར་དུ་འགྲོ་དགོས་སམ་ཨོ་སེམས་ཀྱི་ཡིན་ལུགས་ངོ་མ་ཡིན་སྟོང་གྱི་ན་ཨོ་ཡ་སེམས་ཀྱི་ཡིན་ལུགས་ཀྱི་སོང་གི་ད་གྱི་ན་སེམས་ཀྱི་སྟེང་གི་མ་རིག་པ་ལོ་རིག་གི་དྲི་མ་མ་རིག་པ་དུ་དག་ཡོང་དུས་ད་ཚོ་དུ་ལོག་སོང་གི་ད་ཚོ་སེམས་ཀྱི་གནས་ལུགས་དུ་གཅིག་ས་འཇོག་དགོས།

ད་འདི་སེམས་ཉིད་ཀྱིས་ནི་སེམས་ཅན་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་ཁམས་དག་སྣ་ཚོགས་འགོད། འགྲོ་བ་མ་ལས་ལས་ལས་སྐྱེ་བར་གསུངས། སེམས་སྤངས་ནས་ནི་ལུས་ཀྱང་ཡོད་མ་ཡིན་ཟེར་ནས། ཁ་ལུད་དོན་གསུངས། སེམས་ཅན་གྱི་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན་འདྲ་གཅིག་གི་འཇིག་རྟེན་ཉིད་ཡོད་མ་མེད་སེམས་ཅན་གྱི་འཇིག་རྟེན་ཡིན་ན། རང་གི་སེམས་ཀྱི་སྲོག་ཡིན་ཟེར་ན། ད་རང་གི་སེམས་ཀྱི་ཟག་མོད་ཀྱི། ཨོ་ཡ།

ཨོ་ཡ། ད་འདི་ངོ་བསྟན་རྒྱུ་ན་ཡང་རྒྱུ་ཕམ་སེམས་ཚོགས་ལྷག་གཟིགས་ལ་བརྟེན་ནས་ད་རྙེད་ནོ་ཨོ་ཏི། ཨོ་ད་གཅིག་གི་སྟེང་ནས་ཡིན་རྒྱུ་ན་སེམས་ཅན་གྱི་འཇིག་རྟེན་གྱི་ངོ་བོ་དེ་ཡིན་རྒྱུ་ན་ད་རང་གི་སེམས་ཀྱི་བསགས་ནོར་བུ་ལས་དང་ཉོན་མོངས་བ་ལ་བརྟེན་ནས་ད་རྙེད་ནོ་ཡང་རྙེད་པ་ཡིན་ལ། སྣོད་ཀྱི་འཇིག་རྟེན་ཁམས་ད་སྣ་ཚོགས་ནི་ཟེར། ད་སྣོད་ཀྱི་འཇིག་རྟེན་ཡིན་རྒྱུ་ན་ད་སྣ་ཚོགས་ཚོགས་ཡོད་དགོས། གནོད་སྦྱིན་རིགས་ལྡན་ཁྱིམ་བདག་སྣ་ཚོགས་ནི་སེམས་ཅན་དེ་དག་ཁོ་ནའི་སེམས་ཉིད་ཀྱིས་སོགས་ཡིན། འོ་ད་སེམས་ཅན་དེ་དག་ཁོ་ན་གི་གནོད་སྦྱིན་རིགས་ལྡན་དེ་ལ་ལོངས་སྤྱོད་མཁན་གྱི་སེམས་ཅན་དེ་དག་ཁོ་ན་གི་སེམས་ཉིད་ཀྱིས་སོགས་པའི་ཐུན་མོང་བའི་ལས་ཀྱི་འགོད་པ་སྟེ། སྐྱེད་དེ། འོ་ད་ཐུན་མོང་བའི་ལས་ཀྱི་འགོད་པ། འགོད་པ་ཟེར་ན་སྐྱེད་མོས་དོན་སྐྱེད་པར་བྱེད། སྐྱེད་དོན།

གཟིགས་མཁན་གྱི་ད་གནས་སྟངས་ན་ཨོ་མན་གྱི་ནུས་ཀྱི་མཐར་ཐུག་པ། འོ་དེ། ཨོ་གཟི་ལུང་གི་དཀྱིལ་འཁོར་ནས་བཟུང་སྟེ་ད་ཨོ་མན་གྱི་ནུས་ཀྱི་མཐར་ཐུག་པ་དེ་ཡོངས་རྫོགས་འོ་དེ། སེམས་ཅན་གྱི། སེམས་ཀྱི་བསམ་བློ་གྱི་ཐུན་མོང་གི་ལས་ཀྱི་ད་སྐྱེ་དངོས་ཡིན། དེ་ལ་མ་ཤ་ལ་སོགས་པའི་མདུང་ལ་སོགས་པ་སྣ་ཚོགས་པ་ནི་འོ་དེ། མདུང་དང་གཏུམ་འོག་ཁ་དོག་སྣ་ཚོགས་པ་འོ། གཏུམ་འོག་གི་མོ། གཏུམ་འོད་ཉིད་ན་སེམས་ཅན་དེ་རྣམས་ཁོ་ནའི་ལུས་ཐུན་མོང་མ་ཡིན་པས་བསྐྱེད་པའོ། གཟིམས་འོ་ད་སེམས་ཅན་དེ་རྣམས་ཁོ་ན་གི། ད་རང་གི་ལུས་ཐུན་མོང་མ་ཡིན་པ་གི་རྐྱེན་ནོ། ཡིན། ད་ཐུན་མོང་མ་ཡིན་པའི་ལས་ཀྱི་རྐྱེན་ནོ། ཐུན་མོང་གི་ལས་ཀྱི་རྐྱེན་ནོ། འོ་དྷི་འོག། བལ་མ་ལ་སོགས་པའི་འདབ་མ་དང་ཁ་དོག་སྣ་ཚོགས་པ་ནི་སེམས་ཅན་གྱི་ཐུན་མོང་གི་ལུས་ཀྱི་བསྐྱེད་པའོ། གཟིམས་འོ་ད་བལ་མའི་འདབ་མ་ར་གཏུམ་འོ། ཡང་ཁ་དོག་ར་གཏུམ་འོ། ད་ལྗོན་ཤིང་སྣ་ཚོགས་པ་འོ། ཡང་མེ་ཏོག་ར་གཏུམ་འོ་སྣ་ཚོགས་པ། འོ་དུམ་བོ་འོ་དགུམ་འོ་དུམ་བོ་ཡིན་ན་སེམས་ཅན་གྱི་ཐུན་མོང་གི་ལས་ཀྱིས་བསྐྱེད་པ་ཡིན། དེ་བཞིན་དུ་གཞན་ལའང་ཤེས་པར་བྱའོ་གསུངས། ད་གཞན་དང་གཞན་ལ་རབ་ཏུ་ཤེས་པར་བྱ་ཞིང། ཇི་སྐད་དུ་སེམས་ཅན་ལས་ཀྱི་དབང་གིས་རི་ནག་པོ་དུས་སུ་སྐྱེས་ཏེ་དཔེར་སེམས་ཉིད་མཐོ་རིའི་འཇིག་རྟེན་དུ་ཚོན་དང་རིན་ཆེན་ཁང་བཞིན་ནོ་ཞེས་གསུངས་སོ་གསུངས།

ཁ་མ་ལའི་སྡོང་བུ། མཚོན་ཆ་ཅན་གྱི་སྡོང་བུ་སྐྱེས་བུ་ནོ་ར། ཨོ་ཡ། དུར་གྱི་འཇིག་རྟེན་ན་ལྷ་གི་གནས་ར་དེ་ནི་རིན་པོ་ཆེའི་ཤིང་ལྗོན་ཤིང། གསུམ་གྱི་ཤིང་ར་ཨོ་དུ་མོ་སྐྱེས་བུ་ནོ་ཨོ་དེ་འདི་ན་ར་ད། ལི། ཨོ་ཡ། ལི་གི་དབང་གིས་ད་དུར་གྱི་ཤིང་མོ་རེད། མཚོན་ཆ་ཅན་གྱི་སྒོར་དུམ་བུ་བཟོ། ད་རིན་པོ་ཆེ་གི་ལྗོན་ཁང་བཟོ། ད་རིན་པོ་ཆེ་གནའ་དེང་གི་ཅིག་སྦོམ་སི་ཏི་མོ་ཡིན་ནོ་ཡལ་ག་ག་ཡིན་ན་ཅིག་ཡལ་ག་ཅིག་རིན་པོ་ཆེ་ཅིག་ཡིན་ནོ་དེ་གི་ཡང་ཅིག་འབྲས་བུ་རིན་པོ་ཆེ་ཅིག་ཡིན་ནོ་མེ་ཏོག་རིན་པོ་ཆེ་ཅིག་ཡིན་ནོ་བདེ་བ་ཅན་གྱི་ཤིང་གི་བཀོད་པ་ར་དུམ་བུ་ག་ཡི་བཀོད་དུ་ད་ཚོ་དུམ་བུ་ན་མ་ན་ཚོ་ད་གེ་གསུང་དགོས་ནོ་ད་རིན་པོ་ཆེ་ག་གནའ་དེང་གི་ལྗོན་ཁང་བཟོ་ད་གེ་གསུང་དགོས་ནོ་ད་ལོ་ཙཱ་བ་གེ་འདི་ཆེན་པོ་གི

ཧོ། ད་ལས་བཟང་ངོ་གི་སྟེང་ནས་རིན་པོ་ཆེ་གི་སྐུ་ཅོན་ཁང་གྲ་དུ་མོ་ཧོ་རིན་པོ་ཆེ་གི་ཁང་གྲ་དུ་མོ་གྲུབ་ཀྱི། ལས་ངན་པ་ར་དུ་མོ་སྟེང་ནས་མཚོན་ཆ་གི་སྡོང་བོ་ར་ཧེ་མ་ལིའི་སྡོང་བོ་ར་ཨོ་དུ་མོ་གྲུབ་ཀྱི། ཧོ་ཡ། སེམས་ཉིད་ལ་མཐོ་རིས་འཇིག་རྟེན་དུ་རིམ་པ་བཞིན་དུ་འཇོག་གོ། སེམས་ཅན་དམྱལ་བ་ར་མཐོ་རིས་ཀྱི་འཇིག་རྟེན་དུ་ད་མཚོན་དང། ཧོ་ཡ། མཚོན་གྱི་ཁང་གྲ་ད་རིན་པོ་ཆེ་གི་ཁང་སྐྱེ་བ་བཞིན་ནོ་གསུངས་པ་དང། ད་སེམས་ཅན་ལས་སྐྱེས་དབང་གིས་རི་ནག་ཧོ་ཏི་སེ་སྐྱེས་ཏེ་ཟེར་ན། འོ་ད་སེམས་ཅན་ལས་སྐྱེས་དབང་གིས་ད་རི་ནག་ཧོ་ཡིན་གྱི་ན་རེ། ད་དེ་ལ་ཐོས་ན་སྐྱེས་ནོ། ཨོ་ཏི་རི་ནག་ཧོ། ཞེས་གསུངས་སོ། འཇིག་རྟེན་གཉིས་ཐུན་མོང་གི་ལས་ཡིན་མིན།

ཏི་ཤའི་ཨ་ནུ་གི་སེམས་རྩུབ་ཀྱི་ལུགས་ལ་ཡང་ཨ་ནུའི་སྐྱེ་འཇིག་རྟེན་མེད་པ་མིན་ནོ་གསུངས་ཏེ་སེམས་རྩམ་པ་གི་ལུགས་ཡང་ཡིན་ན་ཨ་ནུའི་སྐྱེ་འཇིག་རྟེན་མེད་པ་མ་རེད་དུ་གསུངས་ཏེ། ཨ་ནུའི་སྐྱེ་འཇིག་རྟེན་མེད་པ་མ་རེད་གསུངས་ཏེ་སེམས་རྩམ་པ་གི་ལུགས་ཡང་ཡིན་ན་ཅིག་ཨ་སྣང་བ་ཙམ་པོ་སྟོང་ཟད་མ་རེད་གསུངས་ཏེ། དེ་དག་ཕྱི་རོལ་དོན་དུ་མ་གྲུབ་པ་མ་གཏོགས་པོ་ཡང་དངོས་པོ་གི་གནས་ཚུལ་ལ་ཡང་དྲི་བའི་དོན།

གནོད་བྱེད་ཀྱི་འཇིག་རྟེན་ཡིན་ལ་ཐུན་མོང་ཡིན་མིན་གྱི་ཐུན་མོང་གི་ལུས་ཡིན་མིན་གཉིས་ཀྱི་བསྐྱེད་པ་ཏུ་སེམས་ཙམ་པ་རང་གི་གཞུང་ན་རེ་བཤད་འོས་ཀྱི་སྐུ་སེམས་ཙམ་གྱི་ལུགས་ལ་ཡང་གནོད་བྱེད་འཇིག་རྟེན་མེད་པ་མིན་ནོ་ཟེར་ན་ད་ཉལ་བ། སེམས་ཅན་ཉལ་བ། ཡིན་གྱི་ན། ད་ཉལ་བ་གི། ཉལ་བའི་གཟུངས་མ་རྒྱུན་གྱི་ན་རེ།

ཧོ་ཡ། དུམ་བུ་འདོགས་དགོས་མོད། ཧོ་ཡ་སེམས་ཙམ་སྐྱེལ་དགོས་ལ་ཡང་གནོད་སྐྱེལ་འཇིག་རྟེན་མེད་པ་རྣམས་འོ་ཟོ་དགོས་མོད་ཧོ་དེར། དེ་ལྟར་ན་འགྲོ་བ་མ་ལུས་པ་ལས་ལས་སྐྱེ་བར་གསུངས་ཀྱང། སེམས་སྤངས་ནས་ནི་ལུས་ཀྱང་ཡོད་པ་མ་ཡིན་ཏེ། སེམས་དང་སྐྱེ་བ་ཁོ་ན་ལས་ལུས་སོགས་པས་ཞིག་ན་ལུས་ཀྱང་སེམས་ལ་བརྟེན་པའོ་ཟེར་ན། ཧོ་ཡ་དེ་ལྟར་ན་ཟེར་ན། ད་གོང་ལྟར་བཤད་པ་དེ་ལྟར་ན། འགྲོ་བ་མ་ལུས་པ་ལས་ལས་སྐྱེ་བར་གསུངས་ཀྱང་ཟེར་ན། ཧོ་དེ་རེད། སེམས་སྤངས་ནས་ནི་ལུས་ཀྱང་ཡོད་པ་མ་ཡིན་ཏེ། སེམས་མེད་གསུངས་ན་ལུས་ཀྱང་ཡོད་པ་མ་ཡིན། སེམས་སྤངས་ནས་ནི་ལུས་ཀྱང་ཡོད་པ་མ་ཡིན་ཏེ། སེམས་མེད་གསུངས་ན་ལུས་ར་མེད་ཀི། ཨོ་ཡ། སེམས་ཀྱི་ད་རང་གི་སེམས་ཀྱི་ད་ལུས་ཏི་སོགས། ཨོ་ཡ། སེམས་སྟོང་ནས་ནི་ལས་ཀྱང་ཡོད་པ་མ་ཡིན་ཏེ་སེམས་དང་བཅས་པ་ཁོ་ནའི་ཁོ་ནའི་ད་སེམས་དང་བཅས་པ་ཁོ་ན་གི་ད་ལས་སོགས་རེ་ཞིག་ད་ཟེར་ན་སེམས་དང་བཅས་པ་ཁོ་ན་གི་ལས་སོགས་ཡོད་མ་གཏོགས་སེམས་མེད་ཀྱི་ལས་མི་སོགས་པའོ། འོ་དེ་བསྟན་ནོ་གི་ད་ལས་ཀྱང་སེམས་ལ་བརྟེན་པའོ་ཟེར། འོ་ཡ། བདག་ཉིད་བདག་གི་མགོན་ཡིན་གྱི་གཞན་ལྟ་སུ་ཞིག་མགོན་དུ་འགྱུར་ཟེར་ནས།

བས། བདག་ཉིད་བདག་གི་མགོན་གྱི་གཞན་ལྟ་སུ་ཞིག་མགོན་དུ་འགྱུར། གཞན་པ་དག་རང་གི་མགོན་དུ་མི་འགྱུར། རང་གི་མགོན་དུ་དག་གང་འགྱུར་བ། རང་གི་སེམས་དུ་དག་འགྱུར་བ། རང་གི་སེམས་རང་གི་དབང་ཡོང་ནུས་ཀྱི་སྟངས་དག་ན། ད་སེམས་ཀྱི་དག་རང་གི་བདེ་བའི་གནས་སུ་འགྱུར། ད་ང་ཡན་ཆད་ལ་རང་སེམས་ཀྱི་དབང་དུ་སོང་བས་ནི་སེམས་ཉོན་མོངས་བ་གྱི་དབང་དུ་སོང་བས་ནི་རང་གི་གཞུག་ན་འགྲོ།

དེའི་རྒྱུ་མཚན་གྱིས་ཏེ། བདག་ཉིད་བདག་གི་མགོན་ཡིན་གྱི། གཞན་ལྟ་སུ་ཞིག་མགོན་དུ་འགྱུར། མཁས་པའི་བདག་ཉིད་ཤིན་ཏུ་ནི། དེ་བས་མཐོ་རིས་ཐོབ་པར་འགྱུར། མཁས་པའི་བདག་ཉིད་སེམས་མ་གོ་གོ། མཁས་པ་གི་སེམས་རང་གི་སེམས་དུལ་བས་ནི་དེ་ནི་ཏེ། མཐོ་རིས་འོ་ཡ་ཐར་བ་དུ་མཐོ་བ། དེ་འདི་དང་འདི་ན་རེ་སེམས་སྤངས་ནས་ནི་ལུས་ཀྱང་རོལ་པ་མ་ཡིན་ཏེ་སེམས་དང་བཅས་པ་ཁོ་ནས་ལུས་སོགས་ཀྱིས་ཟིན་ན་ལུས་ཀྱང་སེམས་ལ་བརྟེན་པའོ་སྐུ་ངོ་བོ་དེར་དེ་ལྟར་ན་ས་བཅུ་པར་ཤེས་པའོ་དང་ཚོར་བའོ། ཚོར་བའོ་མེད་པ་ཞེས་གསུང་བ་ལ་བརྟེན་ནས་ཟིན་ད་ས་བཅུ་པའི་མདོ་ན་ཤེས་པའོ་དང་ཚོར་བའོ་མེད་པ་སོགས་ནོ། ད་དེ་ལྟར་ཞེས་གསུང་བ་ལ་བརྟེན་ནས་བརྩམས་ཀྱི་སྒྲས་ཤེས་པའོ་གཞན་འགོག་པར་བསྟན་ལ་ཟིན་ཤེས་པའོ་དང་ཚོར་བའོ་མེད་པ་སྐུ་དྲི་ད་གཟོད་དེ